འདི་ལོ་བོད་དོན་ཞུ་གཏུག་ཆེད་དུ་ཨ་རིའི་མངའ་སྡེ་ཉི་ཤུ་རྩ་དྲུག་ནས་མི་བརྒྱ་དང་སུམ་ཅུ་སོ་དྲུག་ལྷག་ཕེབས་འདུག། ཡིན་མིན་བསྟན་འཛིན་དབང་གིས་ཡིན།
ཨ་རིའི་མངའ་ས་ནི་མེ་ནོ་སོ་ར་བོད་དོན་ལྷན་ཚོགས་རྒྱུན་ལས་ཡིན་ཡ་ནི་ང་ཚོ་ང་མེ་ནོ་སོ་ར་ནས་གླེང། ངའི་ཡུལ་མིང་བསྟན་འཛིན་ཆོས་བཟང་ཡིན་ཨ་ནི་ང་ཡ་མེ་ནོ་སོ་ར་ནས་ཡིན། རྫ་ཟླ་བའི་ཉིན་བསྟན་འཛིན་ཀུན་སྐྱིད་ལགས་དང་བསྟན་འཛིན་ཆོས་བཟང་ལགས་གཉིས་གནས་ཡུལ་མངའ་སྡེ་མེ་ནི་སོ་རའི་གྲོས་ཚོགས་འཐུས་མི།

ཁོང་ཉིད་མི་ནི་སོ་ཀྲ་ནས་བྷ་ཤིང་ཐན་ཀྲི་སི་རུ་ཞུ་གཏུག་ལ་ཡོང་བ་ཐེངས་དང་པོ་ཡིན་པ་དང་ཨ་མི་རི་ཀའི་གཞུང་དང་གྲོས་ཚོགས་ལ་རྒྱབ་སྐྱོར་འཚོལ་རྒྱུ་དེ་གལ་ཆེན་པོ་ཡིན་པ་ངོས་འཛིན་གནང་གི་འདུག། ཨ་རི་ཀའི་གྲོས་ཚོགས་ཀྱི་ཚོགས་མི་དང་ཁོང་ཚོ་ལ་བོད་དོན་སྐོར་ལ་རྒྱབ་སྐྱོར་ཞུ་ཡ་དང། དེ་རིང་གི་ཟླ་བ་ཅན་མན་ལ་བོད་དོན་གྱི་ཐ་ཞུ་གཏུག་ཞུ་ཡ་གི་དུས་ཚོད་དང་གོ་སྐབས་རག་པ་གི་དེ་ཡག་པོ་རག་ཆོག་བསམ་གི་འདུག། ཨ་རིའི་མངའ་སྡེ་ཡུ་ཏྲ་ནས་ཕེབས་པའི་ཚེ་རིང་དོན་གྲུབ་ལགས་ཀྱིས་གྲོས་ཚོགས་འཐུས་མི་དང་ཐུག་པའི་སྐབས་སུ་བོད་དོན་ཞུ་གཏུག་སྐབས་ཁྲིམས་གཏན་འབེབས་བྱུང་པའི་ཐད་ལ་ངེས་གཟིགས་ཞུས་ཡིན་གསུངས་སོང། ད་རང་ཤོག་ཁག་ཅིག་དང། གྲོས་ཚོགས་གོང་མའི་འཐུས་མི་སྦར་ནི་སེན་ཏར་དང་པེ་ཏིག་ལི་གཉིས་ཀྱི་ལས་ཁུངས་ནང་བཅར་ནས་ཞུ་གཏུག་ཡག་པོ་ཞེ་དྲག་བྱེད་ཡ་བྱུང། བོད་དོན་ཞུ་གཏུག་གི་ལས་འགུལ་འདི་ནི་རྒྱལ་སྤྱི་བོད་དོན་ལས་འགུལ་ཁང་གིས་གོ་སྒྲིག་བྱས་པའི་ལོ་འཁོར་གྱི་ལས་དོན་ཞིག་ཏུ་གྱུར་ཡོད།

གཞུང་དོན་གཅིག་གི་ཆ་རྐྱེན་དེ་ད་ཞུ་ཚོགས་ཉིན་མོའི་སྐབས་ལ་ང་ཚོ་ཨ་རིའི་ནང་ལ་ཡོད་པའི་བོད་མི་མང་པོ་ཞིག་བོད་དོན་རྒྱབ་སྐྱོར་ཚོགས་པ་མང་པོ་ཞིག་བཅས་ཀྱིས་མཉམ་རུབ་ཐོག་ནས་ལས་འགུལ་སྤེལ་བ་ཡིན་ད་ཅིག་བྱུང་པ་ཆགས་འདུག་གཉིས་པ་དེ་ལ་ཞུ་ཚོགས་ཉིན་མོ་འདི་ཚོའི་རྒྱུད་བྱས་བོད་ཀྱི་གནད་དོན་དེ་ཨ་མི་རི་ཀའི་ཆབ་ནང་སྲིད་ཀྱི་གནད་དོན་ཅིག་བཟོས་ཐུབ་ཡ་ལས་ཐུབ་མེད་བཟོ་བ་ཅུང་གང་ཞུས་པས་ན་ཞུ་ཚོགས་ཉིན་མོ་འདི་ཚོ་དེ་ཨ་མི་རི་ཀའི་མི་སེར་ཡིག་གི་ཐོབ་ཐང་ཡིན་པའི་ཆ་ནས་ཆུ་ཁོལ་རེད་དེ་ཡིན་དུས་ཨ་མི་རི་ཀའི་མི་སེར་གྱི་ཐོབ་ཐང་དེ་ཨ་མི་རི་ཀའི་བོད་མི་ཚོས་ཀྱི་སོ་སོའི་ངོ་བོ་དེ་ད་ཨ་མི་རི་ཀའི་བོད་མི་ཡིན་པའི་ངོ་བོ་དེ་ཁྱེར་ནས་དེ་ཡིན་དུས་ཨ་རིའི་གྲོས་ཚོགས་འཐུས་མི་ཁོང་ཚོ་ཡིན་ནས་རེད་འཛིན་སྐྱོང་ཡིན་པ་ཡིན་ནས་འཛིན་ཅིག་བོད་མི་ཚོ་གཟིགས་ཕྱོགས་དེ་ཅིག་ལྟ་སྟངས་ཁྱད་པར་ཅིག་ཕྱིན་ཡོད་པ་ཅིག་ཞུ་ཚུལ་ཉིན་མོ་འདི་ནས་བཟོས་ཐུབ་ཡོད། ཨ་རིར་འཚར་ལོངས་འབྱུང་བཞིན་པའི་བོད་པའི་ན་གཞོན་ཚོས་བོད་པ་དང་རྒྱབ་སྐྱོར་བ་རྒན་པ་དང་མཉམ་དུ་བོད་དོན་ཞུ་གཏུག་བྱས་སོང། ཚེ་རིང་ཞོལ་བ་ནི་གྲོང་ཁྱེར Portland ནས་ཡིན་པ་དང་བསྟན་འཛིན་བློ་གྲོས་ནི

ང་རང་ཚོ་ནིའུ་ཡོག་དང་ནིའུ་ཇར་སི་ཁོངས་གཏོགས་ནས་ང་ཚོ་མི་སུམ་ཅུ་ཙམ་ཕེབས་མཁན་འབྱོར་ཐུབ་པ་བྱུང་ཡོད་ལ་བྱོན། གཙོ་བོ་ཞུ་ཡས་འདིས་ཨ་རིའི་གྲོས་ཚོགས་གོང་འོག་གི་འཐུས་མི་དང་འཐུས་མིའི་གི་ལས་ཁུངས་ཀྱི་ལས་བྱེད་རྣམ་པ་ཚོ་ལ་ང་ཚོ་བོད་དོན་ཞུ་གཏུག་གི་དོན་ཚན་བཞི་གི་ཐོག་ལ་སྙན་ཞུ་དེ་འདྲ་ཞིག་ཞུ་གཏུག་གི་ལས་འགུལ་སྤེལ་ཐུབ་པ་བྱུང་ཡོད་རེད། འདི་གི་ཐོག་ནས་ད་ང་ཚོ་དེ། མངའ་སྡེ་ཁག་དང་བོད་ས་བོད་རིགས་མེད་སའི་གི་མངའ་སྡེ་ཁག་ཁ་ཤས་ཀྱི་གྲོས་ཚོགས་ཀྱི་འཐུས་མི་ཁག་ལ་ང་ཚོ་ནིའུ་ཡོག་དང་ནིའུ་ཇར་སི་ཁོངས་གཏོགས་ཀྱི་འཐུས་མི་རྣམས་ནས་ང་ཚོ་དེ་འདྲའི་ཁ་ཤས་ཞུ་གཏུག་སྙན་ཞུ་ཕུལ་ཐུབ་པ་བྱུང་སོང། འདིའི་དཔེ་ལེགས་གྲུབ་ཡག་པོ་བྱུང་སོང་ལ་ནི་ཞུས་ཡིན། ད་རིང་གི་ལས་འགུལ་འདི་ཧང་སང་ཡང་ཡག་པོ་བྱུང་སོང། མ་འོངས་པར་དེ་འདྲ་བོད་ཀྱི་ལས་འགུལ་འདི་ཉི་མ་གཅིག་ཙམ་མ་ཡིན་པར་ཡང་ནས་ཡང་དུ་སྤེལ་དགོས་ཡས་འདི་གལ་ཆེན་པོ་ཞིག་རག་འདུག། སྤྱི་ལོ་ཉིས་སྟོང་བཅུ་དགུ་ལོའི་བོད་དོན་ཞུ་གཏུག་གི་ལས་འགུལ་འདི་ཡིན་ན་ཐེངས་བཅུ་གཅིག་པ་ཆགས་ཀྱི་ཡོད་པ་དང་ཐེངས་བཅུ་གཅིག་པ་འདིའི་སྐབས་སུ་ཨ་རིའི་བོད་པ་དང་བོད་དོན་རྒྱབ་སྐྱོར་བ་མཉམ་ཞུགས་གནང་མཁན་མང་ཤོས་དེ་ཆགས་འདུག་གྲོས་ཚོགས་ཁང་ནས་ཨ་རི་རླུང་འཕྲིན་ཁང་གི་སི་ན་ཡན་ཙོ་ཡན།